ཨོ་དེ་འདྲ་བྱེད་འདའ། ཨོ། ད་ཁོང་དེ་འདྲའི་ཆ་ལུགས་བཞེངས་འདུག་བསམ་པ་ལ་དེ་ནི། རྗེ་མཉམ་མེད་ཆེན་པོ་དང་རྗེ་ཙོང་ཁ་པ་དུས་མཉམ་བྱུང་རྒྱུ་དེ་འདྲ་རེད་དཱ། ད་དུས་ཚོད་དུས་ཚོད་རེད་དཱ་བས་ན་ད་དེ་དུས་རྗེ་ཙོང་ཁ་པ་ཁོང་རྣམ་པའི་དུས་ཚོད་ལ་ནི་རྗེ་རིན་པོ་ཆེ་རྗེ་རིན་པོ་ཆེ་ཞུ་བས་དེ་དར་དེ་དཱ། དེའི་སྔོན་དེ་བས་ན་ཡང་སྟོན་པ་སྟོན་པ་ཞུ་བས་དང། ད་དེང་སང་བས་ན་གོང་མ་གོང་མ་ཞུ་དེ་རེད་དཱ། གོང་མ་གོང་མ་ལ་ཡང་དང་ཡང་བར་དག་ཅིག་ལ་ཡང་སྐུ་མདུན་སྐུ་མདུན་ཞུ་བས།

དཔེ་རུ་སྟོན་པ་བཅོ་བརྒྱད་པ་རྒྱལ་ཚབ་རིན་ཆེན་བློ་གྲོས་ཁོང་གི་སྐབས་སུ་དེ་ནི། ད་ལྟ་ནི་རྗེ་མཉམ་མེད་ཆེན་པོ་ཕ་གི་ལ་སློབ་སྦྱོང་གནང་སློབ་གཉེར་གནང་རྗེས་ལ་དགོན་པ་ཆུ་གཅིག་སྡུད་ཙམ་པ་ལྷ་དང་བླ་མའི་ལུང་བསྟན་ཞུ་ནས་ད་ལྟ་སྨན་རི་ལ་ནི་སྨན་རི་བཞུགས་ས་ས་ཆ་ཞི་བ་ཐོབ་རྒྱལ་གཙང་ཐོབ་རྒྱལ་འདི་ན་ལ་ནི་ཁོང་གི་གདན་ས་སྨན་རི་ཕྱག་བཏབ་རེད་གཅིག་སྟོང་བཞི་བརྒྱ་བཅུ་ལ་ཕྱག་བཏབ་པ་དེ་འདྲའི་གྲོགས་ཅིག་རེད་འདི་ནས་མ་རིན་པོ་ཞུས་ན་ནི་སྨན་རི་ཁྱེད་རང་རིམ་བྱོན་ཟེར་ད་ད་ཚང་མ་སྟག་རི་འབྲི་དགོས་ཡོད་ཟེར་ང་དང་མཉམ་པ་ཡིན་ལ་འདི་འདྲ་བྱས་ནས་མང་པོ་ལུང་བསྟན་ཡོད་ད།

ད་དུས་ཚང་མ་ཡང་མེ་རི་དགོན་པ་ཕྱག་བཏབ་དུས་ཙམ་པ་ལ་ཐང་ཐང་ཚན་བཅུ་གཉིས་གྲྭ་ཤག་དྲུག་ཅུ་ལ་ནི་རིམ་པས་སྐད་ཅིག་ཙམ་ལ་གྲུབ་པ་འདི་འདྲའི་མང་པོ་ལུང་བསྟན་ད་འདི་འདྲ་ཡོད་ད་འདི་ཚང་མ་ད་ང་ཚོ་གི་རྣ་བར་འགྲོ་མ་འགྲོ་ར་ད་གང་ལ་ན་དགོན་པ་འཇིག་ཚར་དུས་ཙམ་པ་ལ་ལྷ་དང་བླ་མའི་ལུང་བསྟན་གནང་ནས་དེ་ནི་ཁོང་གིས་ད་རྡོ་འདི་འདྲའི་ཐོག་འདི་འདྲའི་ག་བ་ག་བ་བཙུགས་བ་ན་ཚང་མ་ལ་རྗེས་སུ་ནི། ཕྱི་ལོགས་ཀྱི་རྟ་བདུན་ཙམ་པ་ལ་གྲྭ་ཤག་དང་དེ་འདྲ་ཅིག་རང་བཞིན་རང་བྱུང་གི་གྲུབ་འདུག་ལ་ནི་ད་མང་པོ་ཞིག་འདི་ལ་ཡང་ད་ད་ལྟ་གཙང་ཐོབ་རྒྱ་ཨེ་ཡོད་ལ་སྡོང་པོ་གཅིག་ནི་ཁྱུ་ནི་མེད་རེད་དེ་འདྲས་ད་མང་པོ་ཞིག་ད་རིག་པས་གྲུབ་ན་ཏེས་ཏེས་གྲུབ་པའི་ཡོད་ས་རེད་ནི་ད་འདི་ཚང་མ་སོ་སོ་དད་པ་དག་སྣང་གི་རེད་བ་དེ་འདྲས་བཤད་དེ་ར་ཉོ་ར། འདི་ཀ་ཀ་རྒྱན་དེ་ང་ཚོ་དཔའ་འདི་དང་དཔོན་པོ་གཉིས་ཆེད་ཕྱིའི་རྣམ་པ་སྒང་ནས་ཁྱབ་པར་འགྲོ་ག་རེ་ལ་སྒོ་ཤར་ཞིག་བཏང་དེ་རེད་དོ།

ཁོང་གང་ལ་བསྟན་པའི་བདག་པོ་གངས་རིའི་ཆར་ལ་བ་ན་ད་སྙན་མང་དང་པོ་དེ་ཚང་མ་འདིར་བཞིན་འཐོར་བསྡད་ར། ད་ལུང་རྩ་ཆེན་པོ་རྒྱུད་རྩ་ཆེན་པོ་དབང་རྩ་ཚང་མ་ད་གདོང་ད་བོད། སྟོད་སྨད་བར་གསུམ་ལ་ཁྱབ་བསྡད་ར་ཚང་མ་གཅིག་ཏུ་བསྒྲིལ་ནས་ད་དབང་ལུང་མན་ངག་ཚང་མ་བརྒྱུད་པ་ཚང་མ་གྱི་བརྒྱུད་གསུམ་བསྟན་པའི་མངའ་བདག་ད་མདོ་ཡི་བརྒྱུད་པ་སྔགས་བརྒྱུད་པ་རྫོགས་ཆེན་བརྒྱུད་པ་དབང་ལུང་མན་ངག་ཅེས་པ་ཚང་མ་ཁོང་གི་བདག་པོ་རྒྱ་ནས་བཞུད་ནས་དེ་ནི་གོང་བུ་གཅིག་ཏུ་བསྒྲིལ་གཏན་འབེབས་གནང་ར། ཨ་ནི་དགོན་པ་དུ་མ་མཚན་ལྡན་བྱས་ནས་མ་དེ་འདྲ་བྱས་ནས་ཕྱག་བཏབ་དུས་ཙམ་པ་ལ་དེ་ནི་ད་ཁོང་ལ།